ཁ་སང་ང་ཚོ་དེ་བཅོམ་ལྡན་འདས་ཀྱི་ཐུགས་ཏིང་ངེ་འཛིན་གྱིས་བྱིན་གྱིས་བརླབས་ནས་བསླབ་སའི་ཡུལ་དེ་ལ་གང་ཟག་གཉིས་བཞག་ཡིན་པ་གང་ཟག་གཉིས་དེ་གཅིག་བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་དབང་ཕྱུག་ཆེ་གཅིག་ཤཱ་རིའི་བུ་ཡིན་པ། ད་དེ་གང་གཅིག་བྱིན་གྱིས་བརླབས་ཚུལ་དེ་སྤྱན་རས་གཟིགས་དང་ཤཱ་རིའི་བུ་ལ་བྱིན་གྱིས་བརླབ་དགོས་པའི་རྒྱུ་མཚན་ག་རེ་རེད་ཨང་དེ་གཅིག་ཞུས་བས་ན་ཇི་ལྟར་ང་ཚོ་ཁོ་ལ་ཡང་ཉན་ཐོས་མང་པོ་ཞུ་བྱེད་ཡོད་རེད་བ། ཉན་ཐོས་མང་པོ་ཞུ་བྱེད་ཤེས་ཅན་གྱི་གཞུང་དེ་གསུང་གསལ་གྱི་ཁོ་ལ་ཡང་ཉན་ཐོས་མང་པོ་ཞུ་བྱེད་ཡོད་རེད། ད་ནས་བརྟན་པོ་ཁའི་ཕུག་གིས་མཚོན་པའི་ཉེས་དོན་མང་པོ་ཞིབ་བརྗོད་དེའི་ནང་ལོགས་ལ་ཤེས་རིག་པོའི་དྲི་བར་དྲིས་འཇུག་དགོས་པའི་རྒྱུ་མཚན་ག་རེ་རེད་བྱིན་གྱིས་བརླབ་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་བྱོས་རོགས། དེ་དང། བྱང་ཆུབ་སེམས་དཔའི་འཁོར་མང་པོ་ཞིབ་བརྗོད་ཡོད་རེད་དེའི་ནང་ནས་སྤྱན་རས་གཟིགས་དབུ་ཕྱུག་ལ། བྱིན་གྱིས་བརླབས་ནས་དྲི་བར་ལན་གསུངས་འཇུག་དགོས་པའི་རྒྱུ་མཚན་ག་རེ་ལ་བྱོས་རོགས་འོ་དེ་ཅིག་ཞུས་པས་ན། ད་སྤྱན་རས་གཟིགས་གཟིགས་དུས་ག་ལ་དེའི་ཚེ་དེ་དུས་ཁ་སང་སྔོན་མ་ཁ་སང་ཤུལ་བ་ནང་བཞིན་བྱས་ནས། འཇིག་རྟེན་དབང་ཕྱུག་གཟིགས་འདུག་སྤྱན་རས་གཟིགས་དབང་ཕྱུག་ལགས་འདུག་འཇིག་རྟེན་པ་རྣམས་ཀྱིས་ཡོངས་སུ་རྫོགས་པར་གྱིས་ད་བཙན་ས་འདྲ་བོ་གུས། ད་སྐྱབས་བཙན་སྐྱབས་བསྟེན་ས་འདྲ་བོ་ཅིག་ཆགས་ཏེ་འཇིག་རྟེན་པ་ཡོངས་སུ་རྫོགས་པར་གྱིས་ད་ཅི་གི་རེ་བ་བཅོལ་ས་ཟེར་ནས་མི་འདུག་གར་ཟེར་བ་ད་གུས་མོ་བྱེད་ས་དགའ་བོ་བྱེད་སའི་ཡུལ་ཅིག་ཆགས་ཏེ་འདུག་དེ་ཆགས་ནས་སྤྱན་རས་གཟིགས་ལ་གསུང་འཇུག་པ་ཡིན་ན་དམངས་ཀྱི་དཔལ་དེ་གངྒཱའི་ཀི་རྩི་ས་ཅིག་ཆགས་ཡོད་ས་དེའི་ཆ་ནས་གསུང་ཉིན་དེ་སྤྱན་རས་གཟིགས་ལ་ཕྱི་ཉིན་བླ་དགོས་རྒྱུ་མཚན་དེ་ཡིན་ས་རེད། དེ་ཡིན་ས་རེད། དེ་ནས་ཤཱ་རིའི་བུ་ལ་ཡ་བྲེལ་བ་དྲི་ཡག་གི་ད་བྱིན་གྱིས་བླ་དགོས་ཡག་གི་རྒྱུ་མཚན་ག་རེད་ཟེར་ན། ཉན་ཐོས་ཀྱི་དགེ་འདུན་ནང་ལོགས་ལ་ཤཱ་རིའི་བུ་ནང་བཞིན་ཤེས་རབ་རྣོ་པོ་ཅིག་ཡོད་ས་མ་རེད། ཤེས་རབ་རྣོ་ཤོས་འདྲ་བོ་དེ་ཤཱ་རིའི་བུ་རེད་ཤག་རེད་དོ། ད་ཉན་ཐོས་ནང་ལོགས་ལ་ཤཱ་རིའི་བུ་སི་ཏུ་ཀ་ལ་ཤེས་རབ་རྣོ་ཤོས་འདྲ་བོ་ཅིག་བརྩིགས་ཡོད། ད་གང་གཱའི་གི་ཕྱག་བཞག་གི་ཡོད་པ་ཡིན་དུས་ག་ལ། དེ་ནས་ཤཱ་རིའི་བུ་ལ་དྲི་བ་དྲིས་བཅུག་པ་ཡིན་ན། དེ་གང་གཱའི་ཁས་ལེན་ཡ་ཅིག་རེད་བ། ཤཱ་རིའི་བུ་དྲི་བ་དྲིས་པས་དེ་ཡག་པོ་བྱུང་ཡ་ཟ་ཡ་ཅིག་རེད་བ། གཞན་མ་ཡིན་གནས་བརྟན་གཞན་པ་ཅིག་ལ་ཡ་དྲི་བ་དྲིས་བཅུག་པ་ཡིན་ན། དེ་ནས་གཞན་པས་ཁས་ལེན་གི་ཡོད་མ་རེད་བ། དེ་ཡིན་དུས་ད་ཁས་ལེན་ས་ཅིག་སྒུག་གི་ཡོད་རེད། དྲི་བ་དྲི་ཉན་ཡིན་ནའི་འདྲ་འདུག། ལན་གསུང་ཉན་ཡིན་ནའི་འདྲ་འདུག་གཉིས་ཀ་གི་ད་འཁོར་འདུག་ཟུར་གི་གང་གཱའི་ཁས་ལེན་གཉིས་ཀྱི་སྒུག་གི་ཡོད་པ་ཡིན་དུས་བཅུ་གནས་བརྟན་གི་ཏིང་ངེ་འཛིན་གྱི་མཐུ་ལ་བརྟེན་ནས་དེ་ནས། གཟུགས་བརྙན་དང། དྲི་བ་དྲི་ཉན་གཉིས་ཏེ། དྲི་བ། ཟླ་གཅིག་གི་བྱིན་གྱིས་བརླབས་སའི་ཡུལ་གཉིས་པོ་དེ་སྤྱན་རས་གཟིགས་དང་ཤ་རུས་པ་ཤར་སྒོའི་རྒྱུ་མཚན་དེ་འདྲ་རེད་བཞག་ཨོ་དེ་ཁྱེད་འགུག་རེད་རོ། ཨོ་དེ་གཅིག་བྱས་དེ་ཁ་སང། ཏིང་ངེ་འཛིན་གྱི། མཐུ་ལ་བརྟེན་ནས་བྱིན་གྱིས་བརླབས་པར་བྱེད་པའི་གང་ཟག་ཟེར་གཉིས་ཡོད་པ། གཉིས་དེ་ཤ་རུས་པོ་སྤྱན་རས་གཟིགས་དབང་ཕྱུག་ཡིན་པ། ད་དེ་བྱས་དེ་ནས་ཁ་སང་གི་མཚམས་དེ། ཤཱ་རིའི་བུ་གི་ཡ་བྲི་བ་ཅིག་ཞུས་ནས་དེའི་ལན་དུ་མ་གསུངས་བསྡད་པའི་སྐབས་ཁྱེད་ཡོད། ད་བྲི་བ་དེ་གཅིག་མ་དོན་ཡོང་མ་རེད་རོགས་ཤཱ་རིའི་བུ་གི་བྲི་བ་གཅིག་རེད་ད་དེའི་ལན་དེ་མཇུག་མ་རྫོགས་བར་དུ་ད་བྱས་རེད་ཟེར་གསུངས་ཡོང་གི་ཡོད་རེད། དེ་ཡིན་དུས་ཁ་སང་གི་མཚམས་དེར་བ་ཕུང་པོ་ལྔ་དེ། ཕུང་པོ་ལྔ་དང་འབྲེལ་བའི་ཐོག་ནས་སྟོང་ཉིད་བཞི་སྐོར་གསུངས་ཡང་དེར་བ། སྟོང་ཉིད་བཞི་སྐོར་ཟེར་དུས་ག་ལ་ཚེགས་བཞི་ཅིག་དུ་བ་ཚིགས་བཅད་བཞི་ཅིག་གོ། ད་དེ་ཕུང་པོ་ལྔ་དང་འབྲེལ་བའི་སྒོ་ནས་སྟོང་ཉིད་བཞི་སྐོར་དེ་རེད་བཞག་ཕུང་པོ་ལྔ་དང་འབྲེལ་བའི་སྒོ་ནས་སྟོང་ཉིད་བཞི་སྐོར་དེ་དང་པོ་དེ་གཟུགས་ལ་སྦྱར་ནས་བཞི་གསུངས། དེ་ནས་ད་འཚོ་བ་དང་འདུ་བྱེད་དང་འདུ་བྱེད་དང་རྣམ་ཤེས་དེ་ཚོ་གང་གང་གཅིག་པ་བརྒྱ་དགུ་སྐོར་བ། རེ་བ་དང་པོ་བྱ་དགོས་ཡ་བྱས་དང་པོ་ཟོག་གི་གནས་སྟངས་དེ་ཡག་པོ་ཅིག་མགོ་ཚོས་པས་ན་དེ་ཞུ་དགོས་ལ་འཚོ་བ་ལས་དེ་ནང་བཞིན་བྱ་ཡ་རེད། དེ་ནས་སྡོད་ཤེས་ལས་དེ་ནང་བཞིན་བྱ་ཡ་རེད། སྡོད་བྱེད་ལས་དེ་ནང་བཞིན་བྱ་ཡ་བྱས། རྣམ་ཤེས་ལས་དེ་ནང་བཞིན་བྱ་ཡ་རེད་ཟེར་ཡ་བྱས་ད། ཕུང་པོ་ལྔ་དང་བྲལ་བའི་ཐོག་ནས་སྟོང་ཉིད་ཞི་བ་སྐོར་དེ་ཁ་སང། ལན་དེ་ཚར་བ་བྱས་རེད་བ། ད་དེ་རིང་ལན་དེ་མ་གསུངས་ཡོང་དུས་ལན་དེ་ནས་མ་རེད་བ།

རེ་བ་སྔར་བཤད་ཡོད་རོ། འདི་ལྟར་སྔར་བཤད་པ་འདི་ལྟར། ད་ཆོས་ཐམས་ཅད་སྟོང་པ་ཉིད་དེ་ཟེར་དུས་ག་ལ། ད་ཆོས་ཐམས་ཅད་ཟེར་དུས་ད་དེའི་ནང་ལོགས་ལ་མ་ལྟོས་པས་ད་ཆོས་ཐམས་ཅད་ཟེར་དུས་འདོད་བྱའི་འདུས་མ་བྱས་ཆོས་ཐམས་ཅད་ལ་སྦྱར་དགོས་རོ། ད་ཡུལ་རྫས་ཟེར་དགོས་རོགས་ཆོས་ཐམས་ཅད་ཆོས་ཡུལ་རྫས། ག་ག་ལོ། སྟོང་པ་རེད་ལབ་དུས་ག་ལ་རང་བཞིན་གྱིས་གྲུབ་པའི་སྟོང་པ་རེད་ལབ་དགོས་རོགས་མ་དོའང་སྟོང་ཉིད་རེད་ཟེར་དགོས་བ་མ་ད། རེ་བ་སྟོང་ཉིད་ཟེར་དུས་གོ། ཆོས་དེ་དང་དེ་གིས་དགག་བྱ་བཀག་དགོས་ཀྱི་བཀག་བྱ་གཅིག་ལ་ཡང་སྟོང་ཉིད་བཞག་ཡོད་རོ། སྟོང་པ་སྟོང་པ་ཟེར་གོ་ད་ཆོས་ཐམས་ཅད་དེ་ལྟར་ཆོས་ཐམས་ཅད་སྟོང་པ་ཉིད་དེ་ཟེར་ཆོས་ཐམས་ཅད་རང་བཞིན་གྱིས་སྤྲོས་པའི་སྟོང་པ་རེད་ལབ་དགོས་རེད། དེ་གོ་དགོས་རེད་བ། རེད་མ་གཏོགས་སྟོང་ཉིད་ལབ་ན་འགྲིག་མ་རེད་བ། རེད་བ། སྟོང་ཉིད་ཟེར་དེ་གཞི་གང་དང་གང་ཡིན་ནི་དེ་གི་གནས་གནས་སྟངས་དེ་རེད་བ་ད་གཞི་ཡི་གནས་སྟངས་ད་ཁོ་རང་སྔོན་མའི་མཐའ་མཐའ་ཐོག་གི་གནས་སྟངས་དེ་ལ་སྟོང་ཉིད་ཟེར་གྱི་ཡོད་རེད་བ། དེ་རེད་བཞག་སྟོང་པ་ཉིད་དེ། བདག་གཅིག་དེ་རེད་ཆོས་ཐམས་ཅད་སྟོང་པ་ཉིད་དེའི་ཟད་ཀྱི་སྟོང་ཉིད་ཀྱི་བདག་གཅིག་གི་ཁྱད་པར་གཅིག་དེ་རེད་རོ། ཁྱད་པར་གཅིག་ལ་མཚན་ཉིད་མེད་པར་ཟད་ཀྱི་དོ། མཚན་ཉིད་མེད་པར་དོ། མཚན་ཉིད་མེད་པར་ཟད། ད་མཚན་ཉིད་མེད་པར་ཟད་དུས་ག་ལ་སྔར་ཡག་གི་ཕུང་པོ་ལྔ་བཤད་ཚར་བ། ཕུང་པོ་ལྔ་དེ་རང་བཞིན་གྱིས་ཡོད་མ་རེད། རང་བཞིན་མེད་པར་བརྟག་དགོས་རེད་གསུང་ཡ་གྱི་ཕུང་པོ་ལྔ་དེ་རང་བཞིན་མེད་པར་གཏན་ལ་གཏན་འབེབས་ཀྱིས་གསུང་ཚར་བ། ད་ཕུང་པོ་སྔགས་རང་བཞིན་གྱིས་མེད་པར་བསྟན་པས་གསུངས་ཚར་བའི་རྗེས་ལ་ཕུང་པོ་སྔགས་ཀྱི་མཚན་ཉིད་ཡོད་རེད་བ་དང་གཟུགས་ཀྱི་མཚན་ཉིད་ཡོད་རེད་ཚོར་བའི་མཚན་ཉིད་ཡོད་རེད་འདུ་ཤེས་ཀྱི་མཚན་ཉིད་ཡོད་རེད་འདུ་བྱེད་ཀྱི་མཚན་ཉིད་ཡོད་རེད་རྣམ་ཤེས་ཀྱི་མཚན་ཉིད་ཡོད་རེད་བ་དུས་ཚོད་ཡང་རང་བཞིན་གྱིས་ཡོད་མ་རེད་ལ་ཅི་གོ་གི་ཡོད་རེད་མཚན་ཉིད་མེད་ཟེར་དུས་ཇི་ལྟར་ང་ཚོ་མཚན་ཉིད་ཡོད་རེད་བ། མཚན་ཉིད་དང་མཚོན་བྱ་ཟེར་ང་ཚོ་དུས་རའི་ནང་ལ་ཡོད་རེད་བ་མཚོན་བྱ་ག་རེ་རེད་མཚན་ཉིད་ག་རེ་རེད་དེ་ལ་མཚན་ཉིད་ག་རེ་ཡོད་རེད་ཟེར་ཅིག་ང་ཚོ་དུས་རའི་ནང་ལོགས་ལ་མཚན་ཉིད་མཚོན་བྱེད་ཟེར་མཚན་མཚོན་སྐད་ཆ་བཤད་ཀྱི་ཡོད་རེད་བ།

ཁྱེད་ཚོ་ཕུགས་མོ་ངག་གི་མཚན་ཉིད་དེ་རང་བཞིན་གྱིས་ཡོད་མ་རེད། མེད་པའི་རྒྱུ་མཚན་ཕུགས་མོ་ངག་ཁོ་རང་རང་བཞིན་གྱིས་ཡོད་མ་རེད་ཟེར་དེ་དེ་གྲུབ་དགོས་ཀྱི་རོ། དེ་ཅི་ཆེ། དེ་ནས་དེ་ཞུ་གོ་ལ་མ་སྐྱེས་པ་མིན་མ་འགགས་པ་མེད་ཟེར་གྱི་འདུག་མ་སྐྱེས་པ་དང་མ་འགགས་པ་ཟེར་དེ་གདོས་བཅས་ཀྱི་ཆོས་སྐད་ཅིག་ཤེས་གི་རུ་མང་དུ་འདུས་མ་བྱས་རྟག་པ་ལ་མ་སྐྱེས་པ་མ་འགགས་པ་སྐད་ཅིག་ཤེས་ས་ཡོད་མ་རུ། དེ་འདོད་ག་ལ་ཅི་ལྟར་མ་སྐྱེས་པ་དང་མ་འགགས་པ་ཡོད་རུ་བ། རྒྱུ་རྐྱེན་གྱི་དབང་གིས་མ་སྐྱེས་པ་རྒྱུ་རྐྱེན་དབང་གིས་མ་འགགས་པ་ཟས་སྦྱོར་བ། རྒྱུ་དང་རྐྱེན་ཚང་སོང་ན་སྐྱེ་གི་རེད་རྒྱུ་དང་རྐྱེན་ཚང་སོང་ན་སྐྱེ་ཡ་གཅིག་དང་རྒྱུ་དང་རྐྱེན་མ་ཚང་ན་སྐྱེ་གི་མེད་བ་གཅིག་མ་སྐྱེས་པ་ཡོད་བ་བཅས། ད་རྒྱུ་དང་རྐྱེན་ཚང་སོང་ན་གོ་འགག་འགྲོ་ཡ་གཅིག་བྱེད་རེད་བ་རྒྱུ་དང་རྐྱེན་མ་ཚང་ན་མ་འགགས་པ་བཅས་ནི་ཡོད་རེད་བ་དོ་སྐྱེས་ལ་མ་འགགས་པ་ཟས་ཞིག་ཡོད་རེད་བ་སྐྱེས་ནས་མ་འགགས་པ་དེ་འདྲ་ཡོད་རེད་བ་དེ་ཚོ་གང་རྒྱུ་རྐྱེན་གྱིས་མ་ཚང་ད་མ་འགགས་པ་ཆགས་ཀྱི་ཡོད་རེད་བ་དེ་ཡིན་དུ་ཅི་ལྟར་མ་སྐྱེས་པ་མ་འགགས་པ་ཡོད་པ་བཅས་རེད་བ། ཡེ་ནས་རང་བཞིན་གྱིས་འཁྲུལ་བས་མ་སྐྱེས་པ་མ་འགགས་པ་ཚོད་ལྟ་དགག་བྱ་ལ་བྱ་བ་རེད། རང་བཞིན་གྱིས་འཁྲུལ་བས་མ་སྐྱེས་པ་ཡོད་མ་རེད་རང་བཞིན་གྱིས་འཁྲུལ་བས་མ་འགགས་པ་ཡོད་མ་རེད། དེ་ཡིན་དུ་ང་ཚོ། མགོན་པོ་བློ་གྲོས་ཀྱི་རྩ་ཤེས་ཀྱི་ཆོས་བཅུ་རྣམས་ལ་གང་གིས་རྟེན་ཅིང་འབྲེལ་བ་བཅུ་འགགས་པ་མེད་པར་སྐྱེ་མེད་པར་གཟིགས་ཏོ། དགག་པ་མེད་པ་ཅི་མེད་པ་ཟེར་ན་ཅི་ལྟར་དགག་པ་ཡོད་རེད་བ་སྐྱེ་བ་ཡོད་རེད་བ། ཡིན་ནས་རང་བཞིན་གྱིས་དགག་ཡས་ཡོད་མ་རེད་རང་བཞིན་གྱིས་སྐྱེ་ཡས་ཡོད་མ་རེད་གསུང་གི་ཡོད་རེད་བ། གཏན་ཚིགས་ཀྱི་རྟགས་ལ་བརྟེན་ནས་བདག་རང་བཞིན་གྱིས་གྲུབ་པ་བཀག་གི་ཡོད་རེད་བ་དགག་བྱ་དེ་བཀག་གི་ཡོད་རེད་བ། དེ་ཡིན་དུས་བདག་དེ་འདྲ་བ་མ་སྐྱེས་པ་མིག་མ་འགགས་པ་མི་ཟེར་ཏེ་རང་བཞིན་གྱིས་འཁྲུལ་པས་མ་སྐྱེས་པ་རང་བཞིན་གྱིས་འཁྲུལ་པས་དགག་པ་མ་འགགས་པ་ཟེར་དེ་ཡོད་མ་རེད་མ་སྐྱེས་པ་དང་མ་འགགས་པ་དགག་བྱ་ལ་བྱས་ན་ཡོད་མ་རེད་ཟེར་ད་དེ་འདུས་བྱས་ཀྱི་ཆོས་ལ་བྱ་བ་རེད་རེད་བ་འདུས་མ་བྱས་ཆོས་ལ་བྱ་ཡས་མེད་པ་བྱས། ད་དེ་ཞུ་ག་ལ། དྲི་མ་མེད་པ་དང་དྲི་མ་དང་བྲལ་བ་ཟེར་ཏེ་དྲན་པ་བསལ་ཏེ་འཁོར་བ་ལ་སྦྱར། འཁོར་བ་དང་འཁོར་བའི་གེགས་བསྒྲལ་བྱེད་ཀྱི་འཁོར་བ་སྐྱེ་ཤི་གི་རྒྱུ་ལས་ཉོན་གཉིས་ལ་སོར་སྦྱར་དྲན་པ་བསལ་ཏེ། འཁོར་བ། འཁོར་བ་སྐྱེ་ཤི་གི་རྒྱུ་ལས་དང་ཉོན་མོངས་ཟད་སྦྱོར་བ། དུས་ཚོད་རང་བཞིན་གྱིས་ཡོད་མ་རེད་ལ་ཨེ། རེ་བ། འཁོར་བ་རང་བཞིན་གྱིས་ཡོད་མེད། འཁོར་བ་སྐྱེ་ཤི་གི་རྒྱུ་ལས་ཉོན་གཉིས་དེ་རང་བཞིན་གྱིས་ཡོད་མ་རེད་ལ་ཨེ་ཁོ་བོ། དྲན་པ་མེད་པ་བསལ་ཏེ་ཅི་ལྟར་དྲན་པ་ཡོད་རེད་རེ་བ། འཁོར་བ་ཡོད་རེད། འཁོར་བ་སྐྱེ་ཤི་གི་རྒྱུ་ལས་ཉོན་གཉིས་དེ་ཡོད་རེད་ཡོད་རེད་ཅེས་དགག་བྱ་ལ་བྱས་ནས་རང་བཞིན་གྱིས་མེད། ཅིག་གོ་ཚོར་སོང། དེ་ནི་དྲི་མ་དང་ཕྲ་བ་ཟད་དེ་བདག་འགོག་བདེན་རེད་མྱང་འདས་དེ་རེད། འཁོར་བ་མྱང་འདས་ཟད་སྦྱོར་བ་འོག་ཏུ་མྱང་འདས་དེ་ཡང། གོ་ར་ཤེས་ཀྱི་ཡོད་མ་རེད། མྱང་འདས་ཟད་དེ་ཐོབ་བྱའི་རྒྱུ་ལ་ཅི་འཐོབ་དགོས་ཀྱི་ཡོད་རེད། རྒྱུ་མེད་པར་མྱང་འདས་ཐོབ་ཡ་ཡོད་མ་རེད། དེ་ཡིན་དུས་རྒྱུ་མེད་པར་རྒྱུ་མེད་རྐྱེན་མེད་ཀྱི་མྱང་འདས་ཐོབ་པ་ཅི་ཡོད་མ་རེད་དེ་ཡིན་དུས་གོ་ལ། དྲི་མ་དང་ཕྲ་བ་དེ་ཡང་ར་ཤེས་ཀྱི་ཡོད་མ་རེད་ལ་ཡང་ཅིག་བྱེད་དེ་གཉིས་དེ་འཁོར་འདས་གཉིས་བྱེད་རེད་བ། གང་དེ་སྐྱེ་འགག་གཉིས་དེ་བྱེད། མ་སྐྱེས་པ་དང་མ་བཀག་པ་སེམས་དེ་དེ་ཁ་དོག་ལ་སྐྱེ་བ་དང་བཀག་པ་རང་བཞིན་གྱིས་ཡོད་པ་མ་རེད་ལ་ཡང་ཅིག་ཅར་འགུགས་འདུག་འོ་ད། དེ་ཤི་བོ་ལ་དྲི་མ་མེད་དྲི་མ་དང་བྲལ་བ་སེམས་དེ་འཁོར་འདས་གཉིས་པོ་རང་བཞིན་གྱིས་གྲུབ་པ་ཡོད་མ་རེད་སེམས་ཅིག་ཤེས་རེད་བ། དེ་ནས། དྲི་བ་མི་གང་བ་མེད་པ་སེམས་ཅིག་འདུག་དྲི་བ་མི་གང་བ་མེད་པ་སེམས་དེ་སྐྱོན་དང་ཡོན་ཏན། ཡོད་རོགས་ང་རང་སུ་རྒྱུ་ལ་ད་ལྟ་སྐྱོན་ཡོད་རེད། ང་རགས་སུ་བསྐྱུར་ལ་ད་ལྟ་ཡོན་ཏན་གྱི་ཆ་ནི་ཡོང་མ་རེད་བ། དེ་ཡིན་དུས་ག་ལ་བཟང་པོ་ཡོན་ཏན་གྱི་ཆ་ནི་མེད་བ་ཞིག་དང་སྐྱོན་གྱི་ཡོན་ཏན་ཆ་ནི་ཡོད་བསྡད་པ་དེ་རྒྱུ་དང་རྐྱེན་གྱིས་ཡོང་རྒྱུ་རེད་བ། རེད་བ། སྐྱོན་དེ་ང་ཚོ་སྐྱོན། སྐྱོན་ཟས་སྦྱོར་བ། དཔེར་ན་ང་ཚོ། གཅིག་གིས་གར་སོགས་དང་སངས་རྒྱས་པའི་ཆོས་ཉམས་ལེན་བྱས་ནས་སྐྱོན་མ་ཁྲིད་ཡོན་ཏན་ཡར་རྒྱས་འགྲོ་ཡ་སྦྱོར་བ། རེད། ང་ཚོ་ཡིན་ན་སློབ་ཆུང་ཡིན་ན་བྱས་པའི་ཐོག་མའི་སློབ་ཆུང་བྱེད་པའི་སྐབས་ལ་དང་པོ་མ་ཤེས་པའི་སྐབས་ལ་མི་ཤེས་པའི་བློ་དེ་ཡོད་པ་དེ། ཤེས་ནས་མི་ཤེས་པའི་བློ་དེ་སད་འགྲོ་ཡ་འགྱུར་རོ། སད་འགྲོ་ཡ་འགྱུར་རོ། དེ་ནས་ཡོན་ཏན་ཡང་རྒྱས་འགྲོ་ཡ་འགྱུར་རོ། དེ་རྒྱུ་དང་རྐྱེན་གྱིས་ཡོན་ཏན་རྒྱས་འགྲོ་ཡ་ཅིག་དང་སྐྱོན་གྱིས་ཆ་མ་སྒྲིབ་འགྲོ་ཡ་ཅིག་ཏུ། དེ་མ་གཏོགས་ར་ཤེལ་གྱིས་སྐྱོན་མ་བསྒྲིབས་བགྲོད་རྗེས་ར་ཤེལ་གྱི་ཡོན་ཏན་ཡར་རྒྱས་བགྲོད་ཀྱི་ཡོད་མ་རེད། དེ་ཡིན་ན་རྒྱུ་དང་རྐྱེན་ལྟོས་པ་མེད་པའི་སྐྱོན་ཡང་སྐྱོན་མ་བསྒྲིབས་ཡར་རྒྱས་ཡོན་ཏན་ཡར་རྒྱས་བགྲོད་ཀྱི་ཡོད་མ་རེད་ཟེར་དུས་དྲི་བ་མེད་པར་གང་བ་མེད་པར་ཟེར་གྱི་འདུག་དྲི་བ་ཟེར་དུས་སྐྱོན་གྱི་ཆ་མ་བསྒྲིབས་བགྲོད་ཡག་ཉམས་བགྲོད་ཡག་རེད། ཡོན་ཏན་གྱི་ཆ་ཡར་གང་བགྲོད་རྒྱས་བགྲོད་ཅེས་ར་ཤེལ་གྱི་ཡོད་མ་རེད། ཡོད་མ་རེད་བ། དཔེར་ན་ང་ཚོ་བྱས་ཙང་ད་ནང་དུ་ཞུས་པ་ན་ཞེས་བྱས་ནས། བྱང་ཆུབ་སེམས་དཔའ་ལ་སྦྱར་བས་ན་བྱང་ཆུབ་སེམས་དཔའ་གྱི་རྒྱུད་ལ། དང་པོ་སྐྱོན་ཡོད་དེ་བ་དེ་ལྟ་ཅིག་གི། ཅིག་གི། གར་སོགས་བདག་མེད་པའི་དོན་ཉམས་ལེན་བྱེད་པ་ལ་བརྟེན་ནས་སྐྱོན་མ་ཁྲིམས་གྲོལ་བའི་སྦྱོར་བ་སྟེ། ཡོན་ཏན་དེ་ཉམས་ལེན་བྱེད་པ་ལ་བརྟེན་ནས། ལྟ་སྐྱོན་གྱི་ཆ་མ་བསྒྲིབས། ཡོན་ཏན་གྱི་ཆ་སྐྱེད་གྲོལ་གྱི་དོ། རེད་བ། ང་ཚོ་ཡིན་དུས་སངས་རྒྱས་ཟས་སྦྱོར་མ་རེད། སངས་རྒྱས་ཟས་ཀྱི་སངས་རྒྱས་དེ་སངས་ཡག་དེ་སྐྱོན་སངས

རུ་བ་སྟོང་ཉིད་ཁྱད་ཆོས་བརྒྱད་ལྡན་ཟེར་བྱ། དེའི་བར་ལ་ཡང་ཤ་རུས་པ་ལ་ཡང་ལན་གཅིག་གསུངས་པ་རེད། སྟོང་ཉིད་ཁྱད་ཆོས་བརྒྱད་ལྡན་དགོངས་ནས་གསུངས་པ་བྱས། ད་དེའི་ཞུ་བ་ལ་ཡང་ད་སྟོང་ཉིད་མ་རྒྱས་པར་བཤད་ཡ་ཅིག་རུ་བ་སྟོང་བཞི་ཆོས་ཅན་མི་འདྲ་བ་མང་པོ་ཅིག་ཐོགས་ནས་སྟོང་ཉིད་ཀྱི་རྣམ་གཞག་མ་གསུངས་ཡ་ཅིག་རུ་བ་ད་དེ་རྒྱས་པར་བཤད་པ་དེ་དེའི་འོག་ལ་དོགས་ཡོང་དུ་བ། ཤ་རུས་བུས་ད་དེ་བ་མ་རེད་གང་བ་མི་བ་བོ་ཤ་རུས་བུ་དེ་དག་བས་ན། དེ་དག་བས་ན་ཟེར་དུས། རྒྱུ་མཚན་དེ་དག་ཡིན་ཙང་ཟེར་ཅིག་རུ་བ་དེ་འདྲས་ཡིན་ཙང་ཟེར་རྒྱུ་མ་རེད། དེ་འདྲས་ཡིན་ཙང་ཟེར་ག་འདྲས་ཡིན་ཙང་ཟེར་ན། སྐྱོན་གྱི་ཡོན་ཏན་སྐྱོན་དང་ཡོན་ཏན་ཡིན་ནས་འདྲ། འཁོར་འདས་གཉིས་ཡིན་ནས་འདྲ། སྐྱེ་འགག་གཉིས་ཡིན་ནས་འདྲ། མཚན་ཉིད་ཡིན་ནས་འདྲ། དུས་ཚོད་རང་བཞིན་གྱིས་ཡོད་པ། ཡོད་མ་རེད། མེད་པ་ཡིན་པ། མེད་པ་ཡིན་པ། ད་དེ་ལྟ་བས་ན་རྒྱུ་མཚན་དེ་ནའང་ཟད་ཡོད་མ་རེད། དུས་ཚོད་རང་བཞིན་གྱིས་ཡོད་མ་རེད། རང་བཞིན་མེད་པས་ཀྱི་ད། རང་བཞིན་མེད་པ་དེ་དག་དེ་ལྟར་བས་ན་ཟད་ཅེས་དང། རྒྱུ་མཚན་བཀོད་ནས་རང་རྒྱུ་མཚན་དེ་ཚོ་བཀོད་ནས་དེ་ནས་མ། གསུང་ཡ་དེ་ག་རེར་ཟ་ཀྱ་རི་བུ་དེ་ལྟར་བས་ན་ཟད་དང། དེ་འདྲའི་ཡིན་ཙང་ཟད་ཅེས་ཁོག་མ་རེད་དེ་འདྲའི་ཡིན་ཙང་ཟད་ཅེས། སྟོང་པ་ཉིད་ལ་གཟུགས་མེད་ཟད་ཀྱི་ད་དེ་ག་དུས་དེ་ལས། ད་ཡ་གི་གང་དེ་ལ་ཡང་ང་ཚོས་སྟོང་ཉིད་ཤེས། ཁྱད་ཆོས་བརྒྱད་ཀྱི་སྒང་ལ་ཆོས་ཐམས་ཅད་སྟོང་པ་ཉིད་ལབ་ཚར་བ། ཆོས་ཐམས་ཅད་སྟོང་པ་ཉིད་ཡིན་ལབ་ཚ་དུས་ག་ལ། ཆོས་ཐམས་ཅད་སྟོང་པ་ཉིད་དང་ལོ་ལ་ཆོས་ཐམས་ཅད་ལབ་ཚུལ་དེ་ན་མ་དུལ་བའི་ཆོས་ཡོད་མ་རེད་པ། དེ་ཡིན་དུས་ཆོས་ཐམས་ཅད་སྟོང་པ་ཉིད་ཡིན་ཙང་དེ་ནས་ཕུང་པོ་དང་དུས་ཚོད་ཡང་རང་བཞིན་གྱི་ཡོད་མ་རེད་ད་རྒྱུ་མཚན་བསྐུར་གི་ཡོད་རེད་རེད་པ། ཆོས་ཐམས་ཅད་རང་བཞིན་གྱི་འཁྲུལ་བའི་སྟོང་པ་རེད་ལབ་ཚ་དུས་ག་ལ། ད་དེ་ནས་མ། ཆོས་ཐམས་ཅད་ནང་ལ་ཚུད་དུས་ཚུལ་སྟོན་བྱས་ནས་དེ་ནས། ཕུང་པོ་ལྔ་དང་ད་དུས་སོ་མ་འོག་ལས་བཤད་ཀྱི་ཡོད་རེད་བ། དེ་དུ། སྟོང་པ་ཉིད་ལ་གཟུགས་མེད་ཟད་ཀྱི་དུ། སྟོང་པ་ཉིད་ལ་གཟུགས་མེད་ཟད་ཀྱི་སྟོང་པ་ཉིད་ལ་གཟུགས་མེད་ཟད་དེ་ཡི་སྒང་འདི་ལ་སྟོང་ཉིད་ཁྱད་ཆོས་བརྒྱད་ཤེས་པའི་སྒང་ལ་དེ་ལྟར་ཆོས་ཐམས་ཅད་སྟོང་པ་ཉིད་དེས་ལབ་སོང། ཆོས་ཐམས་ཅད་སྟོང་པ་ཉིད་དེས་ལབ་སོང། རང་ཤེས་ཀྱིས་གྲོལ་བའི་སྟོང་པ་རེད་ལབ་སོང། ད་ཆོས་ཐམས་ཅད་སྟོང་པ་ཉིད་སྟོང་པ་རང་ཤེས་ཀྱིས་གྲོལ་བའི་སྟོང་པ་ཡིན་ན། ཕུང་པོ་ལ་སོགས་པ་ཡང་རང་ཤེས་ཀྱིས་གྲོལ་བའི་སྟོང་པ་རེད་ཟེར་ད་གོ་གི་ཡོད་རེད། རེ་བ། ཕུང་པོ་ལ་སོགས་པ་རང་བཞིན་གྱིས་གྲུབ་པའི་སྟོང་པ་རེ་ལ་འདི་ག་ལ་སྟོང་པ་ཉིད་ལ་གཟུགས་མེད་ཚོར་བ་མེད་འདུ་ཤེས་མེད་འདུ་བྱེད་མེད་རྣམ་ཤེས་མེད་ཟེར་དུས་ཕུང་པོ་ལྔ་དེ་རེ་བ། ཕུང་པོ་ལྔ་དེ་མཁྱེན་སོང་ང་ད་ལྟའི་ཕུང་པོ་ལྔ་དེ་ཡང་རང་བཞིན་གྱིས་ཡོད་པ་རེད། རེ་བ། ཆོས་ཐམས་ཅད་སྟོང་པ་ཉིད་བཞག་ཚར་བའི་རྗེས་ལ་ད་ཕུང་པོ་ལྔ་བོ་དེ་རང་བཞིན་གྱིས་གྲུབ་པ་ཡང་ཞིག་མ་རེད་ལབ་དུས་སྟོང་པ་ཉིད་ལ་གཟུགས་མེད་ཟེར་དུས།

གཟུགས་མེད་ཚོགས་མེད་ད་རྒྱས་བཤད་བྱས་ཡོང་དུས་ཕུང་པོ་ལྔ་རང་བཞིན་གྱི་གྲུབ་པ་མེད་པར་འདི་བྱེད་ད་དེ་ནས་དེ་ཞུ་སྒོ་འདི་ལ་ཡང་ད་ང་ཚོ་ཁམས་བཅོ་བརྒྱད་ཟེར་གྱི་ཡོད་རེད་བ་ཁམས་བཅོ་བརྒྱད་ནམ་རྒྱུན་ཁམས་བཅོ་བརྒྱད་ཟེར་གྱི་འདུག་ཁམས་བཅོ་བརྒྱད་ལབ་དུས་ག་ལ་དེ་འདུག་བ་རྟེན་དབང་པོ་ཁམས་དྲུག་བརྟེན་པ་རྣམ་ཤེས་རྟེན་དབང་པོ་ཁམས་དྲུག་འོ་ད་དེ་ནི་སྟོན་པ་རྣམ་བཞི་ཀྱི་ཁམས་དྲུག་དམིགས་པ་ཡུལ་གྱི་ཁམས་དྲུག་བྱས་ནས་ཁམས་བཅོ་བརྒྱད་ཡོད་རེད་རོ། ད་ཁམས་བཅོ་བརྒྱད་དེ་ངོ་སྤྲོད་བྱེད་ཡོང་དུས་ཁམས་བཅོ་བརྒྱད་དེ་ག་རེད་ཟེར་ན་དང་པོ་རྟེན་དབང་པོ་ཁམས་དྲུག་རང་བཞིན་གྱིས་མེད་པར་གསུངས་ཡག་གི་རྟེན་དབང་པོ་རྟེན་དབང་པོ་དེ་ངོ་སྤྲོད་བྱེད་ཡག་དེ་དེ་རེད་དོ། མིག་མེད་རྣ་བ་མེད་སྣ་མེད་ལྕེ་མེད་ལུས་མེད་ཡིད་མེད་ཟེར་རྟེན་དབང་པོ་ཁམས་དྲུག་དེ། རྟེན་དབང་པོ་ཁམས་འཕྲོ་སེལ་དུ་བདག་རྐྱེན་དབང་པོ་དེ་རེ་རེ་བ་ང་རང་སོགས་རྣམ་ཤེས་སྐྱེས་ཡག་གི་ཐུན་མོང་མ་ཡིན་པའི་བདག་རྐྱེན་བྱོས་རེ་བ། ཐུན་མོང་མ་ཡིན་པའི་བདག་རྐྱེན་ལབ་དུས་རྣམ་ཤེས་སྐྱེས་ཡག་གི་བདག་རྐྱེན་བྱོས་རེ་བ་འོ་དེ་ལ་དབང་པོ་ཟེར་ད། དབང་པོ་དེ་རེ་རྟེན་དབང་པོ་ཁམས་དྲུག་ཟེར་ད་ཁམས་དྲུག་དེ་མིག་རང་ཤེས་ཀྱི་ཡོད་མ་རེད། མིག་ལབ་དུས་ག་བ་ཡོད་རེད། ང་རང་སོགས། མིག་ཟེར་དུས། མིག་ཤེས་ཡོད་རེ་བ་མིག་གི་ཤེས་པ། མིག་གི་དབུགས་འདེད་ཁོག་པ། དེའི་ནང་ལོགས་ལ་ད་མིག་གི་ཤེས་ཡ། མིག་ཤེས་སྐྱེས་ཡ་གི་པའི་མིག་ཤེས་རང་དབང་དུ་སྐྱེས་པ་ཕྱི་ཉིན་གྱི་དབང་པོ་གཟུགས་ཅན་དང་བ་ཅིག་ལ་མིག་གཟིགས་ཡོད་རེ་བ་མིག་གི་དབང་པོ་གཟིགས་རེ་བ། ད་མིག་གི་དབང་པོ་ཁོ་རང་ཡང་རྒྱུད་དང་རྐྱེན་མང་པོ་དེ་ལ་དེ་འཁྲུལ་པ་རེད། རང་བཞིན་གྱིས་ཡོད་མ་རེད། དེ་སྣང་ཤེས་རྣ་བ། རྣ་བ་ཟེར་ནི་ང་ཚོ་རྣ་བའི་ཤེས་པ། བདག་རྐྱེན་ཕྱི་ཉིན་གྱི་རྣ་བའི་དབང་པོ། རེ་བ། བཅས་ཀྱི། དྲོ་བ་མྱོང་ཡག་གི་ཤི་བ་གཅིག་རོ། དྲོ་བ་མྱོང་བའི་ཤི་བ་དེ་གི་བདག་རྐྱེན་ཕྱི་ཉིན་ལྕེའི་དབང་པོ་དེ་ཡང་རང་བཞིན་གྱིས་ཡོད་མ་རེད། སྣའི་དབང་པོ་རང་བཞིན་གྱིས་ཡོད་མ་རེད། ལུས་ཀྱི་དབང་པོ་རང་བཞིན་ཡོད་མ་རེད། དེ་ནས་ཡིད་ཀྱི་རྣམ་ཤེས་སྐྱེ་ཡག་གི་བདག་རྐྱེན་གྱི་དབང་དེ་རང་བཞིན་ཡོད་མ་རེད་ཟེར་དུས་ད་དབང་པོ་དྲུག་དེ་རེད། རྟའི་དབང་པོ། རྟའི་དབང་པོ་བདག་གི་དབང་པོ་དྲུག་དེ་རང་བཞིན་གྱིས་མེད་པ་བསྟན་པ་ཕྱིར། ད་རྟའི་དབང་པོ་དྲུག་ལ་ཡང་ཕྲད་ཡག་གི་ཡུལ་དྲུག་ཡོད་རེད། ཕྱི་ལོགས་ལ་ཡུལ་དྲུག་ཡོད་རེད། ཡུལ་དབང་པོ་ལ་ཕྲད་ནས་དེ་ནས་རྣམ་ཤེས་སྐྱེ་དགུག་ཡོད་རེད། ཁྱེད་ཚོ་ང་ཚོ་མི་གཤིས་གཅིག་ཡིན་མིག་གི་ཤེས་པ་མིག་གི་མཐོང་སོ་ལ་དུས་ག་ལ་དབང་པོ་ལ་གཟུགས་ཕྲད་དགོས་ཀྱི་ཡོད་རེད་བ། རེད་བ་ཕྱི་ལོག་གི་གཟུགས་ཀྱི་མ་ཕྲད་པ་དབང་པོ་གི་ཤེས་པ་སྐྱེ་ཡོད་མ་རེད་བ། ཡོད་མ་རེད་བ་མེད་བ་ཡིན་དུས་ད་དབང་པོ་འཕྲོག་གི་གི་ཡུལ་དེ་ཕྲད་སའི་ཡུལ་དེ་ག་རེ་རེད་ལ་ན། ད་གཟུགས་སྒྲ་དྲི་རོ་རེག་བྱ་དེ་རེད་བ། ད་དུས་ཚོད་རང་བཞིན་ཡོད་མ་རེད། རེ་བ། གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རེག་བྱ་མེད་ཟེར་གྱི་འདུག་ཆོས་མེད་ཐོག་ཟེར་གྱི། ད་དེའི་བར་ལ་ཡང་རྟའི་དབང་པོ་རྟ་ཁ་སང་ཡུལ་གྱི་ཡུལ་གྱི་ཁམས་དྲུག་དེར་ཡུལ། རྟའི་དབང་པོ་ལ་ཁྲེལ་ཡག་གི་ཡུལ་བྱེད་པར་རོ། རྟའི་དབང་པོ་ལ་ཁྲེལ་ཡག་གི་ཡུལ་དྲུག་བྱེད་པར་རོ། ཨོ་དེ་ཡུལ་དྲུག་པོ་དེ་ཡང

རྟའི་དབང་པོ་ཁམས་དྲུག་སྟེ་ཕྱིར། རྟ་དེའི་དཔའ་རོལ་ལ་ཡོད་ཀྱི་ཁམས་དྲུག་སྟེ་མེ་ཞེས་བྱ་འོ་རོ་དེའི་ཕྱེད། དེ་ནས་ཡིད་ཀྱི། ཅེས་ཀྱི་མིག་གི་རྣམ་པར་ཤེས་པ་ནས་ཡིད་ཀྱི་རྣམ་པར་ཤེས་པའི་བར་དུ་ཡང་མེའི་ཐོག་ལ་དུས་ད་རང་བཞིན་གྱིས་ཡོད་མ་རེད་ད་རེ་བ་ཁམས་བཅོ་བརྒྱད་དེ་རང་བཞིན་གྱིས་ཡོད་མ་རེད་རེ་བ། རྟའི་དབང་པོ་ཁམས་དྲུག། དམིགས་པ་ཡུལ་གྱི་ཁམས་དྲུག་སྟོན་པ་རྣམ་ཤེས་ཀྱི་ཁམས་དྲུག་ཅིག་ད་དྲུག་གསུམ་བཅོ་བརྒྱད་པོ་དེ་རང་བཞིན་ཡོད་མ་རེད། ད་དེ། ཁམས་བཅོ་བརྒྱད་རང་བཞིན་མེད་པ་གཏན་འབེབས་བྱེད་ཡ་དེ་ཕྱིར། ད་དེའི་ཤོ་ཀ་ལ་ཡ།

ཕུང་པོ་ཡེ་ནས་འདྲ་གང་ཟག་ཡེ་ནས་འདྲ་རང་ངོ་ནས་གྲུབ་པ་རེད་བསམ་པའི་བློ་དེ་མ་རིག་པ་ཟིག་ཡོད་རེད་བ། ད་དེ། རང་ངོ་ནས་གྲུབ་ཡོད་མ་རེད་བ་ཁོ་ཕུང་པོ་དང་གང་ཟག་དམིགས་ཡུལ་དེ་བྱས་ནས་དེ་རང་བཞིན་གྲུབ་པར་འཛིན་གྱི་འདུག་བ། ཡིན་དེ་ཁོ་རང་བཞིན་གྱིས་གྲུབ་པ་རེད་མི་འདུག་བ། དེ་ཡིན་དུས་ཁོ་རང་བཞིན་གྲུབ་པ་མེད་བས་ན་དེའི་འོག་གི་རྒྱུ་འབྲས་བུ་དེ་ཚོ་རང་བཞིན་གྲུབ་པ་ཡོང་ཤེས་ཀྱི་མ་རེད་རྒྱུ་མ་རིག་པ་རང་བཞིན་གྱིས་མེད་པ་ཡིན་ན་དེའི་དབང་གིས་ལས་ས་ཡ་ཡོད་མ་ལས་དེ་ཚོ་ཡ་རང་བཞིན་གྲུབ་པ་ཡོད་མ་རེད་རེད་བ། རྣམ་ཤེས་དེ་ཚོ་རང་བཞིན་གྲུབ་པ་ཡོད་མ་རེད་དེ་ཡིན་དུས་རྟེན་འབྲེལ་ཡན་ལག་བཅུ་གཉིས་ཉོན་མོངས་ཕྱོགས་ཀྱི་རྟེན་འབྲེལ་ཡན་ལག་བཅུ་གཉིས་དེ་ཡང།

རེ་བ་ཡ། ལས་དང། རྣམ་ཤེས་དང་དག་སྐྱེས་པ། ཅེས་ཀྱི་མིང་སོགས་ཅི་རིགས་པའི་ལྟར་དུ་ཚུགས་ཀ་འཁོར་ལོ་མེད་པར་ཆགས་དྲུག་རུ་བ། ཐ་མ་ལས་རྒ་ཤི་དེ་མེད་པར་ཆགས་དྲུག་རུ་བ། དེའི་དུས་ད་ལྟ་ན། མ་རིག་པ་ཟད་པར་མེད་ནས་རྒ་ཤི་མེད་པའི་བར་དུ་མེད་ཟེར་ཏེ་རྣམ་བྱང་གི་རྟེན་འབྲེལ་རེད། དེ་མཐར་ཐུག་གི་སངས་རྒྱས་ཀྱི་རྟེན་འབྲེལ་དེ་རེད་རུ་བ། མཐར་ཐུག་སངས་རྒྱས་ཀྱི་གོ་འཕང་ཐོབ་པའི་སྐབས་དེ་ལ་ད་དུ་ཚུགས་ཀ་སྤངས་དྲུག་ཡོད་རུ་བ། མ་རིག་པ་སྤངས། དེ་ནས་ཐ་མ་ལས་རྒ་ཤི་ཡང་སྤངས་དྲུག་ཡོད་རུ་བ། རྒ་བ་དང་ཤི་བ་ཟད་སྦྱོར་བ། རུ་བ། རྦད་དེ། སྐྱེ་འཇིག་དང་བྲལ་བའི་འདུས་མ་བྱས་ཡོན་ཏན་ཟད་དུ་སྐྱེ་བ་དང་འཆི་བ་དང་རྒ་བ་ཟད་དེ་གཏན་ནས་མེད་དེ་ཉིད་ཀྱི་སངས་རྒྱས་གོ་འཕང་ཐོབ། ཐོབ་འགྲོ་ཡང་བྱེད་རུང་བའོ། ཐོབ་ཡང་དེ་ལྟ། རྒྱུད་མ་རིག་པ་དང་མ་རིག་པས་བཤགས་པའི་དྲི་མ་བསལ་བས་ཀྱི་ཆ་ནས་ཡོང་དེ་ཀྱི་ཡོ་རུ་བ་དུས་སུ་གང་གང་ལོ་རང་བཞིན་གྱི་ཡོ་མ་རེད། ནམ་ཆགས་རྟེན་འབྲེལ་དེ་ཡང་རང་བཞིན་གྱི་ཡོ་མ་རེད། ཀུན་ནས་ཉོན་མོངས་ཤུགས་ཀྱི་རྟེན་འབྲེལ་དེ་ཡང་རང་བཞིན་གྱི་ཡོ་མ་རེད་སྲིད་དུས་ག་ལ་རྟེན་འབྲེལ་གཉིས་བདོ་བ། རྟེན་འབྲེལ་གཉིས་དེ། རྟེན་འབྲེལ་གཉིས་དེ་སྐད་ཅིག་བཤད་ཀྱི་ཡོ་རེད་རེད་བ། མ་རིག་པ་མེད་ཟེར་དུས། ཉོན་མོངས་ཕྱོགས་ཀྱི་རྟེན་འབྲེལ་བྱེད་མ་རེག་པ་སེལ་བ་མེད་པ་ནས་ཟེར་དུས། རྣམ་བྱང་གི་ཕྱོགས་ཀྱི་རྟེན་འབྲེལ་བྱེད་རེད་བ། དེ་གསུང་དགོས་རེད། མ་རེག་པ་མེད་མ་རེག་པ་སེལ་བ་མེད་བ་ནི། དགའ་བཞི་མེད་དགའ་བཞི་སེལ་བའི་བར་དུ་ཡང་མེད་དོ། རེད་བ། དགའ་བཞི་མེད་སེལ་ཡ་དེ་གང། ཀུན་ནས་ཉོན་མོངས་ཕྱོགས་ཀྱི་རྟེན་འབྲེལ་ལ་བྱ་དགོས་དོ། རེད་བ། ཀུན་ནས་ཉོན་མོངས་ཆོས་ཀྱི་རྒ་ཤི་དང་ལས་ཉོན་བྱུང་བའི་རྒ་བ་དང་ཤི་བ་དེ་རང་བཞིན་གྱིས་ཡོད་མ་རེད། རྒ་ཤི་ཟེར་བ་མེད་ཟེར་དུས་ག་ལ་རྒ་ཤི་སྤང་ཚང་འགྱོགས་དེ་རྒ་བ་དང་ཤི་བ་སྤང་ཚང་འགྱོགས་གི་ད་སངས་རྒྱས་གོ་འཕང་ཅི་ཡོད་རེད་བ། འོ་ད་དེ་རང་བཞིན་གྱིས་གྲུབ་པ་ཡོད་མ་རེད་ཟེར་གྱི་རྒ་ཤི་ཟེར་བའི་བར་དུ་ཡང་མེད་དོ། དེ་གའི་རྟེན་འབྲེལ་གཉིས་གི། རྟེན་འབྲེལ་གཉིས་པོ་དེ་རང་བཞིན་གྱིས་མེད་པ་བརྟན་འབེབས་བྱེད་ཡ་བྱེད། རྟེན་འབྲེལ་གཉིས་དེ་རེད་བ། སྐུ་ན་ཉོན་མོངས་ཤུགས་ཀྱི་རྟེན་འབྲེལ་རྣམ་གཞག་ཤུགས་ཀྱི་རྟེན་འབྲེལ་ཟེར་རྟེན་འབྲེལ་གཉིས་དོ། དེ་རང་བཞིན་བརྗོད་པ་ཡོད་མ་རེད་ཟེར་གཅིག་བྱས། ད་དེ་དེ་ཞུ་གོ་ལ་ཡ་དེ་བཤད་འདོད་ཡོད་ཟེར་ད་དཔེ་དེ་ལ་སྦྱར་ནས་ཡ་གི་དཔེ་དེ་ལ་སྦྱར་ནས་སྡུག་བསྔལ་དང། སྡུག་བསྔལ་བ་དང་ཀུན་འབྱུང་བ་དང་འགོག་པ་དང་ལམ་མེད་ཟེར་དུས་བདེན་པ་བཞི་སྟེ། བདེན་པ་ཞིག་དེ་རེད། བདེན་པ་ཞིག་དེ་ག་རེ་རེད་སྡུག་བསྔལ་བདེན་པ་རང་བཞིན་གྱིས་ཡོད་མ་རེད། ཀུན་འབྱུང་བདེན་པ་རང་བཞིན་གྱིས་གྲུབ་པ་ཡོད་མ་རེད། འགོག་བདེན་རང་བཞིན་གྱིས་གྲུབ་པ་ཡོད་མ་རེད། དེ་འགོག་བདེན་ཐོབ་བྱེད་ཀྱི་ལམ་དེ་རང་བཞིན་གྱིས་གྲུབ་པ་ཡོད་མ་རེད་བྱས་ནས་བདེན་པ་ཞིག་དེ། མཁྱེན་སོང་བ་བདེན་པ་ཞིག་དེ་རང་བཞིན་གྲུབ་པ་ཡོད་མ་རེད་སའི་གོ་ཡི་གཅིག་རེད། ད་དེ་ཡིན་ཆད་ཀྱི་ཡུལ། ད་བྱས་ཀྱི་ག་རེ་ཡུལ་ག་ནས་འགོ་བཙུགས་སོང། ཕུང་པོ་ལྔ་ནས་བདེན་པ་བཞིའི་བར་ལ་ཡང་ཆོས་དེ་དག་ཐམས་ཅད་རང་བཞིན་གྲུབ་པ་ཡོད་མ་རེད་ལ་ཡ་ཅེས་གོ་དགུག་དོ། ཡུལ་དེ་སོ། ད་དེ་ནས་ཡེ་ཤེས་མེད་ལ་ཡ་ཅེས་དོ། དེ་མེད་ལ་ཡེ་ཤེས་མེད་ལ་ཡ་ཅེས་དོ། ད་ཡེ་ཤེས་མེད་སྲིད་དུས་ག་ལ་ཡུལ་དེ་དག་དེ་དག་ཡུལ། ད་ད་ལྟ་མིང་སྨོས་བཞིན་བརྗོད་ཡུལ་དེ་དག་རང་བཞིན་མེད་པར་རྟོགས་པའི་ཤེས་རབ་ཅིག་ཡོད་རེད་བ། ཤེས་རབ་ཅིག་ཨོ་དེ་ཡང་རང་བཞིན་ཡོད་མ་རེད། ད་ཤེས་རབ་ང་ཚོ་སྟོང་ཉིད་རྟོགས་པའི་ཤེས་རབ་ཅིག་ཡོད་རེད་བ། རེད་བ། ང་ཚོ་རྣམས་ཀྱིས་འདི་གསུངས་ཡོད་བ་དང། སངས་རྒྱས་ཀྱི་མདོ་བརྒྱད་སྟོང་པ་དང་དུས་གསུམ་ན་ལོ་སྟོང་པ་ཉིད་སྟོང་པ་ཉིད་ཟེར་གྱི་འདུག་བ། ད་ཆོས་དེ་དག་ཐམས་ཅད་སྟོང་པ་ཡིན་ན་ཨ་ནི་སྟོང་ཉིད་ག་རེ་རེད་ལ་ཡ་བྱེད་བ་རེད་བ། སྟོང་ཉིད་ཁོ་རང་ག་རེད་ཁོ་སྟོང་ཉིད་ཁོ་རང་ཡང་རང་བཞིན་གྱིས་གྲུབ་པའི་སྟོང་པ་རེད་ལ་ཡ་བྱེད་བ་རེད་བ། འོ་དེ་ནང་བཞིན་བྱས་ནས་ད་ད་ལྟ་དུས་ཚོད་ཡོད་དུས་ཚོད་གང་འོང་ལོ་བདེན་པར་མེད་བ་རེད། རང་བཞིན་གྱིས་ཡོད་མ་རེད། ཨ་ནི། དུས་ཚོད་ཡོད་དེ་དང་རང་བཞིན་མེད་པ་ཡིན་ན། ཡོད་དེ་དང་རང་བཞིན་མེད་པ་རྟོགས་པའི་བློ་ཅི་ཡོད་རེད། བློ་ཤེས་རབ་ཅི་ཡོད་རེད། དེ་ག་རེ་འདྲེན་ཞོར་རེད་ཟེར་ན་དེ་ཡང་རང་བཞིན་མེད་པ་རེད། རེད་བ། ཤེས་རབ་ཁོ་ན་རང་བཞིན་ཡོད་མ་རེད་བ། བྱས་ཙང་ཡིད་ཤེས་མེད་ཟེར་ཡ་དེ་སྟོང་ཉིད་རྟོགས་པའི་ཤེས་རབ་ལ་སྦྱར་ནས་དེ་ཡང་རང་བཞིན་མེད། ད་ཡུལ་རང་བཞིན་མེད་པ་ཡིན་ན་ཡུལ་ཅན་རང་བཞིན་ཡང་ཞིག་མ་རེད་ཟེར་གྱི་རེད། ཡུལ་དང་ཡུལ་ཅན་ཟེར་གཉིས་དུ་བ། ཡུལ་རང་བཞིན་གྱིས་མེད་པར་གཏན་འབེབས་མཛད་ཟེར་བའི་རྗེས་ལ། དེ་རྟོགས་པའི་ཡུལ་ཅན་དེ་ཡང་རང་བཞིན་ཡོད་མ་རེད་ལ་ཡ་གཅིག། ཡིད་ཆེས་མེད་ཟེར་ཡ་དེ་ཡུལ་ཆེན་རང་བཞིན་མེད་པར་གསུང་ཡ་དེ་བྱེད། ཡུལ་ཆེན་རང་བཞིན་མེད་པར་གཏན་འབེབས་བྱེད་ཡ་དེ་བྱེད་རེད་བ། དེ་ནས་དེ་ཞུ་གོ་ལ། ཐོབ་པ་མེད་ཟེར་གྱི་འདུག་བ། ཐོབ་པ་མེད་ཟེར་དུས་ག་ལ་ཡུལ་ཆེན་སྟོང་ཉིད་ཐོབ་པའི་ཤེས་རབ་ཀྱིས་འབྲས་བུ་སངས་རྒྱས་ཀྱི་གོ་འཕང་བྱེད་ཡོད་རེད་བ། འབྲས་བུ་སངས་རྒྱས་གོ་འཕང་བྱེད་ཡོད་རེད་བ། དངོས་གནས་བྱས་ན་ཡུལ་ཆེན་སྟོང་ཉིད་ཐོབ་པའི་ཤེས་རབ་ཀྱི་སྟོབས་ཀྱིས་འབྲས་བུ་སངས་རྒྱས་གོ་འཕང་ཐོབ་ཀྱི་ཡོད་རེད་བ། ཡིན་དུས་ག་ལ་ཐོབ་བྱ་མཐའ་ཐུག་སངས་རྒྱས་ཀྱི་གོ་འཕང་བྱེད་ཡོད་རེད་བ། དེ་ཡང་རང་བཞིན་གྱིས་གྲུབ་པའི་ཐོབ་པ་ཡོད་མ་རེད་ད་ག་ད། རང་བཞིན་གྱིས་གྲུབ་པའི་ཐོབ་པའི་ཡོད་མ་རེད། རྒྱུའི་སྟོང་ཉིད་འདོད་པའི་ཤེས་རབ་ལ་བརྟེན་ཐོབ་དགོས་པ་ཡོད་དུས་ཐོབ་པ་མེད་ལ་ཡ་གཅིག་ཏུའོ། རང་བཞིན་གྱིས་གྲུབ་པའི་ཐོབ་པ་ཡོད་མ་རེད། མཁྱེན་སོང། དེ་བདེན་པར་འཁྲུལ་བའི་དབང་གིས་ཐོབ་པ་མེད་པ་དེ་ཤེས་ཀྱི་ཡོད་ལ་ཐོབ་པ་མེད་ཟེར་དུས་རང་བཞིན་གྱིས་གྲུབ་པའི་ཐོབ་པ་མེད་པར་བྱས། ད་མ་རྟོགས་པ་ཡང་མེད་དོ་ལ་ཡ་གཅིག་ཏུའོ། མ་རྟོགས། ག་བ་དོ་དང་མ་རྟོགས་པ་ཡང་མེད་དོ་ཟེར་དུས་ཕྱི་དང་གི་ཀུན་རྫོབ་དབང་དུ་བྱས་ན་ཐ་སྙད་དབང་དུ་བྱས་ན་ཐོབ་པ་ཡོད་རེད་བ། ཐོབ་པ་དེ་ཡོད་པར་བྱས།

ཐོབ་བྱའི་རྒྱུ་གཅིག་ཡོད་པར་བྱས་རེད་བ། དེ་ཡོད་པར་བསྟན་ཡག་གི་བསྟན་པ་དེ་མ་རྟོགས་པ་ཡང་མེད་དོ་ཟེར་ཡག་གི་གཞུང་འདིའི་ཚིག་འདི། ཀུན་རྫོབ་བདེན་པའི་དབང་དུ་བྱས་ན་ཐོབ་ཡ་ཡོད་རེད་ད་ཟེར་རེད་བ། བདེན་པ་འཁྲུལ་པའི་དབང་དུ་བྱས་ན་ཐོབ་ཡ་ཡོད་མ་རེད་ཞེས་ད་བསྟན་པའི་བྱས་ཅི་ཐ་མ་སྡོམ་དེ་དེ་རེད་ཤག། མཁྱེན་སོང། སྡོམ་བརྒྱབ་ཡོང་དུས། བདེན་པ་འཁྲུལ་པའི་དབང་དུ་བྱས་ན་ཐོབ་ཡ་རྩ་ནས་མེད། འབྲས་བུ་ཐོབ་ཡ་མེད།

སྟོང་ཉིད་སྐོར་ཏེ་སྟོང་ཉིད་སྐོར་ཏེ་གསུང་ཡང་དེ་ཚར་བ་རེད། ཐོབ་པའམ་མ་ཐོབ་ཡང་ཤཱ་རིའི་བུ། ད་སྡོམ་རྒྱབ་ཡོང་དུས། ད་སྟོང་ཉིད་ཐོབ་པའི་ཤེས་རབ་སྟོང་ཉིད་བསླབ་སྟངས་དེ་འདི་འདྲ་བཤད་པ་ཡིན་ཟེར། ད་སྟོང་ཉིད་རྟོགས་པའི་ཤེས་རབ་ལ་བརྟེན་པ་ཡིན་ན། ད་ཕན་ཡོན་ག་རེ་ཡོད་རེད། གནད་འགག་པའི་ཆ་ནས་ཕན་ཡོན་ག་རེ་ཡོད་རེད། མཐར་ཐུག་གི་ཆ་ནས་ཕན་ཡོན་ག་རེ་ཡོད་རེད་ཟེར་ཕན་ཡོན་གསུང་ཡས་བྱུང་རེད། སྟོང་ཉིད་དེ་བསྟན་ཤཱ་རིའི་བུ་སྟོང་པ་ཉིད་དེ་བསྒོམས་པས་ན། དགོན་པ་ལ་བརྟེན་ནས་སོ་སོ་རང་ཉིད་ལ་ཕན་ཐོགས་ག་རེ་ཡོང་གི་ཡོད་རེད་རེད་བ་གནད་འགག་པའི་ཆ་ནས་ཕན་ཐོགས་ཐག་གཏོད་ཀྱི་ཆ་ནས་ཕན་ཐོགས་ག་རེ་ཡོང་གི་ཡོད་རེད་གསུང་ཡས་དེ་གཤམ་དེ་རེད་ཤ་ཤ་རེད་བོ་དེ་དག་ཡོད་ནང་རེད་བ་ཤ་རེད་བོ་ཟེར་དུས་ད་དྲི་བ་དྲི་ཉེན་གི་ད་གནད་དོན་དེ་ལ་ཞུས་རེད་བ་དེ་དག་ཡོད་ནང་དེ་འདྲས་ཡིན་ཙང་ཟེར་དེ་དེ་ལྟ་བུ་ཡིན་ཙང་ཟེར་གྱི་ད་དེ་འདྲས་ཀྱི་གོ་དགོས་ཟེར་བ་དེ་དག་ཡིན་ཙང་བྱང་ཆུབ་སེམས་དཔའ་རྣམས་ཐོབ་པ་མེད་པའི་ཕྱིར་ཟེར། བྱང་ཆུབ་སེམས་དཔའ་རྣམས་ཐོགས་པ་མེད་པའི་ཕྱིར་ལབ་ཏུ་ད་བྱང་ཆུབ་སེམས་དཔའ་སེ་སྟོད་ཡ་གི་སྒང་ལ་ཡ། གནས་བརྟན་ཤ་རི་བུག་གི་ག་རེ་བྲིས་རེ་བྱང་ཆུབ་སེམས་དཔའ་གཅིག་གིས་འབྲས་བུ་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཕྱིར་དུ་སྟོང་པ་ཉིད་ཀྱི་དོན་ལ་དཔྱད་དགོས་ཀྱི་འདུག་དེ་དཔྱད་སྟངས་གང་འདྲས་རེད་བསླབ་ཚར་བ། དཔྱད་སྟངས་གང་འདྲས་རེད་བཀའ་འདྲི་ཞུས་རེད་བ། དེ་ཡིན་དུས་ག་ལ་བྱང་ཆུབ་སེམས་དཔའ་རྣམས། འདོད་བྱ་དེ་བྱེད་རེ་བ་ཉམས་ལེན་བྱེད་ཉེས་དེ་བྱེད་རེ་བ་ཉམས་ལེན། སྟོང་པ་ཉིད་ཀྱི་དོན་ཉམས་ལེན་བྱེད་ཉེས་དེ་བྱེད། ཐོགས་པ་མེད་པའི་ཕྱིར་ལབ་དུས་ག་རེ་རེད། ཐོགས་པ་མེད་པའི་ཕྱིར་ཟེར་དུས་ག་ལ་ད་ཡག་གི་སྒང་ནས་ང་ཚོས་དེའི་འགོ་བཙུགས་ས་ནས་སྟོང་པ་ཉིད་ལ་ཟུག་མི་ཟ་ཡག་གི་དེ་ནི་ཐོགས་པ་མེད་པའི་ཕྱིར་སླེབས་སོང་ཐོགས་པ་མེད་སླེབས་སོང། དེ་བར་དུ་ལ་ར་ཤེས་ཀྱི་འཁྲུལ་པའི་ཟུག་མི་སྒྲ་མི་དྲི་མི་ཞིག་མ་སླེབས་རེ་བ་དེ་ནི་ཐོགས་པ་མེད་ཟ་ཡག་གི་དེ་པར་རོལ་ཅིག་གསུངས་མ་སོང།

རྒྱུ་ལ་བརྟེན་ནས་འབྲས་བུ་ཐོབ་པར་མ་གཏོགས་རང་བཞིན་གྱིས་འབྲས་བུ་ཐོབ་ཡས་ཡོད་མ་རྟགས་ལབ་དུས་ག་ལ་བྱང་ཆུབ་སེམས་དཔའ་རྣམས་ཟེར་དུས་ག་ལ་གདུལ་བྱ་དེ་བྱེད་རེ་བ་འབྲས་བུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་དོན་དུ་གཉེན་ཉེ་གི་རྗེས་ཀྱི་གང་ཟག་དུས་སུ་བྱེད་དེ། འབྲས་བུ་སངས་རྒྱས་གོ་འཕང་ཟེར་ཡ་དེ་རང་བཞིན་གྱིས་ཐོབ་ཡས་ཡོད་མ་རེད་རྒྱུ་ལ་ལ་གོ་རེ་ཟེར་ཡ་ཅིག་བྱེད་རྒྱུ་དེ་ག་རེད་ལབ་ན་རྒྱུ་རྩོལ་དེ་སྟོང་ཉིད་འདུལ་བའི་ཤེས་རབ་རེད་བ། སྟོང་ཉིད་འདུལ་བའི་ཤེས་རབ་དེ་རེད། ད་སྟོང་ཉིད་འདུལ་བའི་ཤེས་རབ་ལ་གནས་པས་ན་ཕན་ཡོན་ག་རེ་ཡོད་རེད་ཟེར་ད་དེའོ་དེ་རེད་བ། ཐོགས་པ་མེད་པའི་ཕྱིར་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་རྟེན་ཅིང་གནས་ཏེ་གཟིགས་འགྲོ། ད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་རྟེན་ཅིང་གནས་ཏེ་ཟེར་བ་དེ་ཡུལ་ཅན་སྟོང་ཉིད་རྟོགས་པའི་ཤེས་རབ་དེ་ལ་གཟིགས་པའི་རོ། ཡུལ་ཅན་སྟོང་ཉིད་རྟོགས་པའི་ཤེས་རབ་དེ་ལ་རྟེན་པ་ཡིན་ན་ཟས་སྦྱོར་རོ། རྟེན་པ་དང་གནས་པ་ཡིན་ན་གནས་ཟེར་དུས་ག་ལ་དེས། སྟོང་ཉིད་རྟོགས་པའི་ཤེས་རབ་དེ་རྟོགས་ཡག་གི་ཆེད་དུ་ཉམས་ལེན་བྱེད་འབད་རྩོལ་བྱེད་རེ་བ་བྱས་ནས་སྟོང་ཉིད་རྟོགས་པའི་བློ་དེ་སྐྱིད་ཐོབ་པ་བྱུང་བ་ཡིན་ན་འདི་འདྲའི་ཚུལ་སོགས་ལ་ཕན་ཐོགས་ག་རེ་ཡོད་ངོ་ལབ་ན་ད་ཕན་སེམས་ལ་འདྲེས་པ་མེད་ཅིང་སྐྲག་པ་མེད་དོ་གཟིགས་འགྲོ། རེ་བ་བརྟན་ཅིང་གནས་ཏེ་གཟིགས་ཏོ། དེ་ཡང་འདོད་ག་ལ། སྟོང་ཉིད་རྟོལ་བའི་ཤེས་རབ་དེའི་མཆོག་ལ་འཕགས། བྱང་ཆུབ་སེམས་དཔའ་རྣམས་ཀྱིས་སྟོང་ཉིད་རྟོལ་བའི་ཤེས་རབ་དེ་ལ་ཡང་བསྐྱེད་ཀྱི། རང་གི་རྒྱུད་ལ་ཡང་སྟོང་ཉིད་རྟོལ་བའི་ཤེས་རབ་དེ་མ་སྐྱེས་པར་སྐྱེས་པར་བྱེད་སྐྱེས་པ་དེ་གོང་ནས་གོང་འཕེལ་དུ་བྱས་པས་ན་གསལ་སྦྱོར་བ་དེ་འདྲའི་ཆེ་གེ་སྟོང་ཉིད་རྟོལ་བའི་ཤེས་རབ་ཀྱིས་བདག་བློ་ལ་འཕགས། ཅེས་ཀྱི། བློ་ལ་འཕགས་གནས་ཅེས་ཞུགས་པ་ཡིན་ན་རང་ཉིད་ལ་གར་ཡོད་ངོ་ལ་ན།

རོ། སྤྲུལ་པ་བདེན་པར་འཛིན་པའི་བདེན་འཛིན་དེ་བློ་ཡིན་ཙང་ཚུལ་མིན་ཞིག་ནམ་དུ་སྐྱེ་གི་ཡོད་རེད་པ། དེ་ཡིན་དུས་ང་ཚོ། མགོན་པོ་ཀླུ་སྒྲུབ་ཀྱིས་དབུ་མ་རྩ་བ་ཞེས་ར་རབ་བཞི་བཅོ་བརྒྱད་པའི་ནང་ལ་འདི་འདྲ་ཞིག་འདུག་ཨ། ལས་དང་ཉོན་མོངས་བསལ་བའི་མཐར་ཟད་ཅིག་ཅེས་ཐར་པ་མགོ་འཁྲུལ་བྱེད་པར་བྱེད། ལས་དང་ཉོན་མོངས་རྣམ་རྟོག་ལས་བསལ་བྱས་ལས་དང་ཉོན་མོངས་བསལ་ཏེ་ལས་བསལ་ཏེ། ག་དེས་སྐྱེ་གི་ཟེར་ན་ལས། ལས་དཀར་ནག་གཉིས་ཡོད་རེད་བ་ཁོ་བ་ལ་སྐྱེ་ཡག་གི་ལས་དཀར་ནག་གཉིས་དེ་ཉོན་མོངས་ལས་དེ་ནས་སྐྱེ་གི་འདུག་ཟེར་དུས་ཉོན་མོངས་ཆགས་སྡང་གཉིས་བྱེད། ཉོན་མོངས་ཆགས་སྡང་གཉིས་དེ་ག་ནས་སྐྱེ་གི་འདུག་ལ་ན་ཚུལ་མིན་ཞིག་ནམ་དུ་ལ་དེ་ནས་སྐྱེ་གི་འདུག་ཟེར་ཅིག་བྱེད། ཚུལ་མིན་ཞིག་གི་རྣམ་རྟོག་དེ་ག་ནས་སྐྱེ་གི་ལགས་ན་སྤྲོས་པ་བདེན་འཛིན་ལ་དེ་ནས་སྐྱེ་གི་འདུག་ཟེར་ལགས། སྤྲོས་པ་བདེན་པ་འཛིན་པའི་བདེན་འཛིན་དེ་མེད་བ་སུས་བཟོ་གི་འདུག་ཟེར་ལགས་ན་སྟོང་ཉིད་སྒོམ་པ་ལ་དེ་ཡོང་གི་རེད་ཟེར་གསུངས་འགྲོ། ལས་དང་ཉོན་མོངས་བསལ་བའི་མཐར་ལས་དང་ཉོན་མོངས་རྣམ་རྟོག་ལས་དེ་དག་སྤྲོས་ལས་སྤྲོས་པ་ནི་སྟོང་པ་ཉིད་དགག་པར་གྱུར་གསུངས་འགྲོ། ད་སྟོང་ཉིད་སྒོམ་པ་ལ་དེ་ནས་དུས་སུ་གང་གང་སད་འགྲོ་གི་འདུག། དེ་ཡིན་དུས། སྟོང་ཉིད་སྒོམ་པའི་བརྡ་བྱང་ཆུབ་སེམས་དཔའ་རྣམས། ད་ཐོག་ཆའི་འབྲས་བུ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་ཡས་དེ་རང་བཞིན་གྱིས་ཐོབ་ཡས་མི་འདུག་རྒྱུ་ལ་བརྟེན་ཐོབ་དགོས་ཀྱི་འདུག་གྱོད་དེ་ནི་སྟོང་ཉིད་འདུལ་བའི་ཤེས་རབ་གཙོ་བོ་རེད་ཟེར་བ། ད་གཙོ་བོ་སྟོང་ཉིད་འདུལ་བའི་ཤེས་རབ་དེ་ལ་ཡང། བེད་སྤྱད་ཀྱི་ཉམས་ལེན་གྱིས་བྱས་ནས་དེའི་ཕྱོགས་ལ་བགྲོ་ནས་སྟོང་ཉིད་འདུལ་བའི་ཤེས་རབ་འདྲ་པོ་ཅིག་སྐྱེས་ཐོབ་པ་ཡིན་པ་ཡིན་ན། ད་སོ་སོ་ལ་དཀའ་ངལ་དེ་ཆགས་སྡང་གི་བློ་དེ་ཕྱུག་འགྲོ་གི་རེད། རེད་བ། དེ་ནས། སེམས་ལ་ཡང་ཆགས་སྡང་བློ་དེ་སྐྱེ་གི་མ་རེད་ཟེར་བ་གནས་སྐབས་ཀྱི་ཆ་ནས་ཆགས་སྡང་བློ་དེ་སྐྱེ་གི་མ་རེད། དེ་ནས་སྐྲག་པ་མེད་ཟེར་དུས་སྐྲག་པ་མེད་ལབ་དུས་ང་རང་སུ་ད་ལྟ་སེམས་སྡང་བློ་ལ་རྔམ་མདོག་འདྲ་མ་འདྲ་སླེབས་དེ་ཡང་ཆགས་སྡང་འདྲ་མ་འདྲ་སླེབས་དེ་ཡང་དེ་ཚོ་གང་བློ་ཕྱིན་ཆད་ལོག་ལོག་ལ་བལྟས་ན་ཡོང་གི་ཡོད་རེད། རེད་བ། སྐྲག་པ་སླེབས་ཡ་ཞེ་སྡང་སླེབས་ཡ་འཇིགས་སྣང་སླེབས་ཡ་སོ་སོ་སོ་སླེབས་དེ་ཡང་རང་གཅིག་འཛིན་སླེབས་ཡ་དེ་ཚོ་གང་བློ་སྤྲོས་པ་དེ་འཛིན་གི་འོང་གི་ཡོང་གི་འདུག་རེ་བ། རང་གི་ཕུང་པོ་བདེན་པར་བརྩིས་རང་ཉིད་བདེན་པར་བརྩིས་པའི་དབང་གིས་རང་གཅིག་པུར་འཛིན་པའི་བློ་གཅིག་ལས་ཡིན་གོ། རེ་བ། གཅིག་འཛིན་གྱི་དབང་གིས་གྲགས་པ་ལས་ཀྱི་དུ་བ། དེ་ནས་འདི་ཡིན་དུས་ད། ཁོ་རང་གཞི་ཁོ་རང་གནས་དང་འགྲོ་བ་གྱི་བར་རྟོགས་པ་ཡིན་དུས། རྟོགས་པ་ཡིན་ན་རེ་བ། རྟོགས་པ་ཡིན་ན་ད་སེམས་ལ་ཡང་རྣམ་རྟོག་གི་རིགས་དེ་ཡང་མི་སྐྱེ་བར་བྱེད་རེ་བ་གནས་སྐབས་ཀྱི་ཆ་ནས་སེམས་ནང་བློ་ལ་འཇིགས་སྣང་དང་རྔམ་སྐྲག་གི་རིགས་དེ་ཡང་མི་འབྱུང་བར་བྱེད་གསུངས་ཡོད་དུས་སྐྲག་པ་མེད། སེམས་ལ་དྲི་བ་མེད་ཅེས་སྐྲག་པ་མེད་གསུངས་ཡང་དེ་འདྲའི་རིགས་དུ་བ། རེ་བ། གཞི་གྲོལ་ཡ་གཅིག་སེམས་ཀྱི་རྣམ་རྟོག་གི་ང་གཞི་གྲོལ་ཡ་གཅིག། རེད་པ། སེམས་ཀྱི་རྣམ་རྟོག་རིག་སྟེ་བཞི་འགྲོལ་བྱེད། སེམས་རྣམ་རྟོག་སྐྱེ་ཡག་གི་རྩ་བ་ལ་གནོད་ཀྱི་ཡོད་རེད་པ། རྩ་བ་ལ་གནོད་ཡོད་འདུག་དེ་རྣམ་རྟོག་རིག་སྟེ་རྒྱས་མི་འཇུག་ཡ་གཅིག་ཡིན་དུས་སེམས་ལ་སྒྲིབ་པ་མེད་ཅིང་སྐྲག་པ་མེད་གསུངས་ཡ་དེ་འདྲ་རེད། དེ་ནས་མཐའ་ཐུག་དེ་ལ་ག་རེ་གསུངས་ཕྱིན་ཆད་ལོག་ལྡན་ནི་མྱ་ངན་ལས་འདས་པའི་མཐའ་ཞིག་གོ་མ་ཐུབ་ཀི་རེད་ལབ་དུས་ཕྱིན་ཆད་ལོག་དེ་ག་རེ་རེད། ཕྱིན་ཆད་ལོག་བཞི་སྟེ་མི་རྟག་པར་རྟག་པར་འཛིན་པ། སྡུག་བསྔལ་བར་བདེ་བར་འཛིན་པ། རེད་པ། མི་གཙང་བ་ལ་གཙང་བར་འཛིན་པ། བདག་ཏུ་མ་གྲུབ་པར་བདག་ཏུ་གྲུབ་པར་འཛིན་པའི་བློ་གཅིག་ཡོད་རེད་པ། དེ་ལས་འདས་ཏེ་དེ་ནི་ཐར་པའི་གོ་མ་ཐུབ་ཀི་རེད་ལ་ཡ་གཅིག་ཡོད་རེད་པ། རེད། བ། ད་དེའི་བཀའ་ཐུབ་དེ་ལ་སངས་རྒྱས་རང་ཉིད་ཀྱིས། མདོ། ཏིང་ངེ་འཛིན་རྒྱལ་བ་དུ་ན་འདིར་གསུངས་འགྲོ། གལ་ཏེ་ཆོས་ལ་བདག་མེད་སོ་སོར་རྟོག། སོ་སོར་བདེ་རྟོག་གང་དེ། སོ་སོར་བདེ་རྟོག་གལ་ཏེ་གོམས་ན་ནི། འབྲས་བུ་མྱ་ངན་འདས་ཐོབ་རྒྱུ་དེ་ཡིས། རྒྱུད་གཞན་གང་གིས་དེ་འདི་ཞིག་མི་རྒྱུ་གསལ། ད་འབྲས་བུ་མྱ་ངན་ཐོབ་པ་ལ། འབྲས་བུ་མྱང་འདས་ཐོབ་པ་ལ་རྒྱུ་དེ་ཡོད་ན་མེད་ན་དེ། སོ་སོར་རྟོག་པའི་ཤེས་རབ་དེ་རེད་ལ་སྟོང་ཉིད་རྟོགས་པའི་ཤེས་རབ་དེ་རེད། མ་རྟོགས་པའི་སོ་སོར་རྟོག་པའི་ཤེས་རབ་མ་ཡིན་པའི་རྒྱུད་གཞན་གང་གིས། བདེན་བརྫི། ད་ཉོན་མོངས་ཀྱི་ཐམས་ཅད་ཀྱི་རྩ་བ་བདེན་བརྫིར་འདི་བཞི་ཐོག་མར་གསུངས་རུང། ད་ཉོན་མོངས་ཐམས་ཅད་ཀྱི་རྩ་བ་ནི་ལྟད་མོ་བདེན་བརྫི་རེད་ལྟད་མོ་བདེན་བརྫི་ཞི་བར་བྱེད་མཁན་དེ་མཆོག་ཏུ་གྱུར་པ་སྟོང་ཉིད་འདུལ་བའི་ཤེས་རབ་ཡིན་དུས། ད་སྟོང་ཉིད་འདུལ་བའི་ཤེས་རབ་དེ་གཅིག་ཉམས་ལེན་ཡོད་པ་ཡིན་ན་རེད་བ། ཉམས་ལེན་ཡོད་པ་ཡིན་ན་ད་རྣམ་རྟོག་མེད་དེ་ཉིད་སེམས་ལ་འཇིགས་པ་མེད་དེ་ཡོང་གི་ཡོད་རེད་དེ་ཡིན་དུས་ང་ཚོས་དེ་སྟོང་ཉིད་འདུལ་བའི་ཤེས་རབ་ཟེར་ཡ་དེ་ཉོན་མོངས་ཐམས་ཅད་ཀྱི་གཉེན་པོ་ཆགས་ཀྱི་ཡོད་རེད། རེ་བ། འདོད་ཆགས་ཞེ་སྡང་ཕྲག་དོག་འགྲན་སེམས་གང་གཱའི་སྙིམ་པ་ཆགས་འདུ་བ། ཞེས་ང་ཚོ་ནམ་རྒྱུན་ཉོན་མོངས་སོ་སོ་ནས་སྙིམ་པོ་རེ་རེ་སྒོམ་ཡ་ཤེས་ཀྱི་ཡོད་རེད་བ། འདོད་ཆགས་ཀྱི་སྙིམ་པོ་གཅིག་སྒོམ་ཡ་ཡོད་རེད་ཞེ་སྡང་གི་སྙིམ་པོ་གཅིག་སྒོམ་ཡ་ཡོད་རེད་ཕྲག་དོག་སྙིམ་པོ་སྒོམ་ཡ་ཡོད་རེད་ཅེས་ཉོན་མོངས་སྤྱི་ལ་གནོད་ཀྱི་མི་འདུག་བ། ཉོན་མོངས་སྤྱི་ལ་བག་ཉོབ་ཐོག་གི་མི་འདུག་བ། ད་སྟོང་ཉིད་སྒོམ་པས་ན་ཉོན་མོངས་སྤྱི་ལ་སྙོབ་ཀྱི་ཡོད་རེད། ཉོན་མོངས་གཅིག་བཀག་ཡོད་རེད་ད་རྒྱས་ལ་བཀག་གི་འདུག་དེ་འདྲ་ཡིན་ཙང་སེམས་ལ་བགྲེས་པ་མེད་ཅིག་སྐྲག་པ་མེད་དེ། ཕྱིན་ཅི་ལོག་ལས་ཤིན་ཏུ་འདས་ནས་མྱ་ངན་ལས་འདས་པའི་མཐར་ཕྱིན་ཏོ་ཟེར། མཐར་སངས་རྒྱས་ཀྱི་གོ་འཕང་འགྲུབ་ཐུབ་ཡ་མཐར་དགྲ་བཅོམ་པའི་གོ་འཕང་ཐོབ་ཐུབ་ཡ་རེད་བ་དེ་འདྲའི་ཡོང་གི་རེད་ད་སྟོང་ཉིད་འདུལ་བའི་ཤེས་རབ་དང་ད་ལྟ་སྐབས་སུ་བབས་པ་ཐམས་ཅད་མཁྱེན་པའི་གོ་འཕང་རེད་བ་མཐར། མྱ་ངན་ལས་འདས་པའི་མཐར་ཕྱིན་ཏོ་ཟེར་མྱ་ངན་ལས་འདས་པ་ཟེར་དུས་སངས་རྒྱས་ཀྱི་གོ་འཕང་དེ་རེད་བ། མ་གཏོགས་རང་རྒྱལ་གྱི་ཉན་ཐོས་རང་རྒྱལ་སྐད་ཆ་མར་ད་ཐམས་ཅད་མཁྱེན་པའི་གོ་འཕང་གི་མྱང་འདས་ལ་ཐོབ་ཐུབ་གི་རེད། ཐོབ་ཐུབ་ཡ་དེ་བྱས་རེད་བ། དེ་ནས་དེའི་ཕྱེད། དེ་ནས། ད་སྟོང་ཉུལ་བརྟོལ་བའི་ཤེས་རབ་གསལ་སྦྱོར་རོ། སྟོང་ཉུལ་བརྟོལ་བའི་ཤེས་རབ་གསལ་ཡས་དེ་སངས་རྒྱས་གོ་འཕང་ཐོབ་ཡས་ཀྱི་རྒྱུ་ཡིན་པ་དེ་དག་ཁུངས་དྲང་ཡས་དེ། ཁུངས་དྲང་ཡས་སྦྱོར་རོ། དེ་བས་སངས་རྒྱས་ད་ལྟ་བའི་སངས་རྒྱས་མ་འོངས་པའི་སངས་རྒྱས་དུས་ཚོད་གང་གོ་ལོ་སྟོང་ཉུལ་བརྟོལ་བའི་ཤེས་རབ་དེ་ལ་བརྟེན་ནས་སངས་རྒྱས་པ་རེད་ད་ཟེར་ངོ་སྤྲོད་བྱས་སྦྱོར་རོ། ཁུངས་བསྐྱེལ་སྦྱོར་རོ་ཁུངས་གཏུགས་ས་སྦྱོར་རོ་འོ་འདི་དེ་རེད། ཕྱིན་གར་ས། དུས་གསུམ་དུ་རྣམ་པར་ཤོས་པའི་སངས་རྒྱས་ཐམས་ཅད་ཀྱང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་བརྟེན་ནས་ལྷ་སྣང་མེད་པའི་ཡང་དག་པར་རྩོལ་བའི་སངས། བྱང་ཆུབ་ཏུ་མངོན་པར་རྫོགས་པ་སངས་རྒྱས་སོ། དང་བཅས། དུས་གསུམ་གྱི་སངས་རྒྱས་ཐམས་ཅད་ཟད་དུས་དུས་གསུམ་ཟད་དུས་དེ་བས་ཀྱི་ད་དེའི་སངས་རྒྱས་ཀྱི་དུ། དུས་གསུམ་གྱི་སངས་རྒྱས་ཐམས་ཅད་ཟད་ཀྱི་དུ། དེའི་སངས་རྒྱས་དེ་བདེ་བྱ་དགུའི་དུ། བྱང་ཆུབ་སེམས་དཔའ་ས་བཅུ་པའོ། དེ་བས་སངས་རྒྱས་བྱང་ཆུབ་སེམས་དཔའ་ས་བཅུ་པའོ། ད་ལྟ་བའི་བྱང་ཆུབ་སེམས་དཔའ་ས་བཅུ་པའོ། མ་འོངས་པའི་བྱང་ཆུབ་སེམས་དཔའ་ས་བཅུ་པའོ་དུས་ཐམས་ཅད་རྦད་དེ་འབྲས་བུ་སངས་རྒྱས་ཀྱི་གོ་འཕང་རྫོགས་པའི་སངས་རྒྱས་གོ་འཕང་ཐོབ་པའི་རྒྱུ་དེ་གཅིག་པ་དེ། སྟོང་ཉིད་སྒྲོལ་བའི་ཤེས་རབ་དེ་རེད། སྒྲོལ་བ་གཅིག་པ་སིག་ཏུ། དེ་བས་སངས་རྒྱས་བྱང་ཆུབ་སེམས་དཔའ་ས་བཅུ་པ་བཅུ་རོ། ས་བཅུ་པའོ་དེ་ལ་སངས་རྒྱས་ཟེར་མིང་གདགས་ཀྱི་རེད་རྫོགས་པའི་སངས་རྒྱས་མ་རེད་ཟེར་འོ་རྫོགས་པའི་སངས་རྒྱས་འོ་དེ་ལེགས་འདུག། སངས་རྒྱས་ཟེར་ཡ་ལག་གི་ཡོད་རེད་ད་བྱང་ཆུབ་སེམས་དཔའ་ས་བཅུ་པའོ་ཇི་ཐོབ་པ་བཅུ་རོ། དེ་སངས་རྒྱས་དང། གཅིག་གི། རྟོགས་པ་གིས་ད་ཇི་སྟོན་པ་འདྲ་བོ་ཅིག་ཐོབ་དེ་དུས་སངས་རྒྱས་སུ་མིང་བཏགས་ཡོད་རེད་བ། བསྟན་བཅོས་ནང་ལོགས་ལ་བཏགས་ཡོད་རེད་བ། བསྟན་བཅོས་སྔོན་ཐོན་གྱི་ནང་ལོགས་ལ་བྱང་ཆུབ་སེམས་དཔའ་ས་སྤྱོད་པ་དེ་ལ་སངས་རྒྱས་སུ་མིང་བཏགས་གི་འདུག་བ། དེ་ཡིན་དུས་ད་དེ་གི་ད་ལྟའི་གི་ཤེས་བྱའི་གི་གཞུང་འདི་ནང་ལོགས་ལ་དེ་འདུག་བ། དུས་གསུམ་དུ་བཞུགས་པའི་སངས་རྒྱས་ཐམས་ཅད་ཀྱང་སྲིད་དུ་གི་ལ་ད་དེར་བྱང་ཆུབ་སེམས་དཔའ་ས་སྤྱོད་པ་དེ་ལ་སྦྱར་ནས་དེ་ཚོ་གི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པར་བསྟན་བསྟན་གི་ཡོད་རེད་ཟེར་བ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་གི་སྟོང་ཉིད་བསྡུ་བའི་ཤེས་རབ་དེ་ལ་བརྟེན་ནས་དེ་ནས་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པ་རེད་ཟེར། དེ་བས་སངས་རྒྱས་བྱང་ཆུབ་སེམས་དཔའ་དེས་སངས་རྒྱས་གོ་འཕང་ཐོབ་ཡག་དེ་སྟོང་ཉིད་འདུལ་བའི་ཤེས་རབ་ལ་བརྟེན་ཐོབ་པ་རེད། ད་ལྟ་བ་དེ་ནང་བཞིན་སྟོང་ཉིད་འདུལ་བའི་ཤེས་རབ་སྒོམ་ལ་བརྟེན་ཐོབ་ཀྱི་རེད། རེད་བ། མ་འོངས་པ་ལས་དེས་ཐོབ་པར་འགྱུར་བ་རེད་གསུངས་ཡོད་ད། སྟོང་ཉིད་འདུལ་བའི་ཤེས་རབ་དེ་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་རྫོགས་པའི་སངས་རྒྱས་གོ་འཕང་ཐོབ་ཐོབ་ཡག་གི་རྒྱུ་ཡིན་པ་རྒྱུ་གཅིག་པ་ཡིན་པར་གྲུབ་ཡག་དེ་རེད། རེད་བ། འོ་དེ་བྱས། སངས་རྒྱས་སྟོང་ཉིད་མགར་ཟས་བླ་ན་མེད་པ་ཡང་དག་པར་རྫོགས་པའི་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་མངོན་པར་རྫོགས་པ་སངས་རྒྱས་སོ་ཟེར་ཏེ་ཁུངས་དེ་བྱས། རེད་བ།